དེ་ནས་ད་ལྟ་འདི་དག་དེ་རིང་གི་དུས་ཆེན་དང་འདི་འདྲ་ཅིག་གི་ཐོག་ལ་ཞར་ཆེན་འགྲོ་འོང་དགའ་སྤྱོད་སྤྱི་ཁྱབ་ལྷན་ཁང་ནས་ཅིག་འཛམ་གླིང་ཤར་ནུབ་གང་སར་བཞུགས་པའི་འདི་འདྲ་རྒྱལ་བ་འགྲོ་འོང་དཔལ་གྱི་རྗེས་འཛིན་ཚང་འཛོམས་ཀྱི་ཐོག་ལ་འདི་འདྲའི་གི་མཛད་རིམ་ཅིག་གོ་སྒྲིག་གནང་དེའི་ཐོག་ལ་ཡང་དེ་ནས་ཅིག་བུང་བ་སེར་གཟིགས་ཀྱི་ཚུལ་དུ་དེ་ནས་ད་ལྟ་འདི་དག་ཅིག་མཛད་རིམ་གྱི་ནང་ལ་དེ་རིང་གི་དུས་ཆེན་དང་འབྲེལ་བའི། གཏམ་བཤད་དེ་འདྲ་བྱེད་དགོས་རེད་གསུངས་ནས་ད་བཀའ་ཕེབས་དེ་འདྲ་ཞིག་བྱུང་བ་རེད། དེ་ནི་དེ་འདྲ་ཡིན་དུས་ཙང་ནས་ད་སྤྱི་བཏང་གི་དེ་རིང་གི་ང་ཚོ་དྲ་རྒྱའི་གི་ཚང་འཛོམས་འདིའི་ཐོག་ལ་དེ་ད་ལྟ་གོང་དུ་ཞུས་པ་ནང་བཞིན་ད་དངོས་གནས་གི་ཅིག་ད་ལྟའི་གི་དུས་རབས་ལ ྋསྐྱབས་མགོན་རྣམ་པ་གཉིས་ཀྱི་འོག་ནས་མ་དགོངས་ལོ་འབྲས་མང་ཆེ་བ་ཅིག་འདི་ན་མཉམ་དུ་ཞལ་འཛོམས་བདེ་བའི་ད་ཅིག་ཚོགས་པ་དེ་འདྲ་ཅིག་ཆགས་ཡོང་དུས་བསམ་ཏེ། དེ་འདྲ་ཅིག་དེའི་སྐུ་མདུན་ལ་ཏིང་ངེ་ཅིག་དམིགས་བསལ་གྱི་རྒྱ་ཆེན་པོ་ཅིག་དང་གདེང་ཟབ་པོ་ཅིག་ཞུ་ཕོད་ཡག་དང་ཞུ་ཤེས་ཡག་དེ་འདྲའི་གལ་མི་འདུག་ད་ཡིན་ན་ཡང་སོ་སོའི་ངོས་ནས་ཅིག་གར་སེ་གུ་རེ་ལེགས་བཤད་རྒྱལ་བ་དགྱེས་པའི་མཆོད་སྤྲིན་ཟེར་ན་ཡང་འདྲ། ཡང་ན་ཅིག་ད་དེང་སང་ང་ཚོས་ཅིག་ཁ་སྐད་འདི་མ་གསུང་ན། ད་ཡིག་རྒྱུགས་འདྲ་བོ་ཅིག་གི་ཐོག་ནས་དེ་ནི་སྐད་ཆ་ཚིག་ཁ་ཤས་ཅིག་ཞུས་ན་བསམ་པ་དེ་འདྲས་ཅིག་ཡིན། རྒྱུ་མཚན་ག་རེ་བྱས་ནས་དེ་ནི་ཆགས་འདུག་ཡོད་རེད་ཟེར་ཡོང་དུས་ཙང་ནས་ད་ལྟ་རྔོག་ལོ་ཆེན་པོ་གི་གསུང་ཅིག་གདའ་བ། བེ་རོ་ཙང་ནམ་མཁའི་མཐའ་དང་མཉམ། དཀར་ཕྱོགས་ཉིད་དུ་ཉི་ཟླ་ཟུང་ཅིག་འདྲ། རིན་ཆེན་བཟང་པོ་ཐོ་རེངས་སྐར་ཆེན་ཙམ། ཁོ་བོ་དད་སྒྲུང་སྲིན་བུ་མེ་ཕྱིར་འདྲ། ཟེར་ནས་གསུངས་པ་ནང་བཞིན་མདུད་རྩ་ནས། དེ་ནས་དངོས་གནས་ཀྱི་ཅིག་རྒྱལ་བ་འབྲུག་ཧོང་པིར་གྱི་བུ་ཆེན། ཉི་མ་དང་ཟླ་བ་ལྟ་བུ་དག་དེ་འདྲའི་ཅིག་བཞུགས་བདེ་བའི་གི་སྐུ་མདུན་ལ། དེ་ནི་ངའི་སྲིན་བུ་མེ་ཕྱིར་འདྲ་བོ་ཅིག་གིས། གང་ལྟར་ཅིག་འོན་ཏང་དེ་སྔོན་མ་མགོན་ས་ཁེལ་མེད་པ་འདྲ་བོ་ཅིག་རེད་འདུག་ཡོད་རེད་དེ་ཡིན་ན་ཡང་དག་ཅིག་དེ་རིང་གོ་སྐབས་འདི་བརྒྱུད་བྱས་ནས། སོ་སོའི་ངོས་ནས་ཅིག་མཆོད་འབུལ་གྱི་ཚུལ་དུ། དེ་ནི་ཞུ་ཡག་དེ་འདྲ་ཅིག་ཡིན། ད་གཙོ་བོ་ག་རེ་ཞུ་ཡ་ཡིན་ཟེར་ན། ད་དེ་རིང་གི་དུས་ཆེན་ངོ་སྤྲོད་ཀྱི་ཐོག་ལ་ཅིག་བཤད་དགོས་རུ་གསུངས་པར་བ། དེ་ཡི་འདུས་གཙང་ནས་རྫོགས་པའི་སངས་རྒྱས་འགྲོ་འོང་སྤྱོད་པ་འཇིག་རྟེན་གསུམ་གྱི་མགོན་པོས། དེ་ནས་ཚོགས་མཆོད་རིན་ཆེན་འབྲུག་སྒྲའི་ནང་ལ་ག་རེ་གསུངས་པ་རེད་ཟེར་ན། དེ་ནས་ནང་པ་སངས་རྒྱས་པ་ཅིག་ཡིན་པའི་ངོས་ནས་ད་ལོ་རེ་རེའི་ནང་ལ་དངོས་གནས་ཀྱི་དུས་ཆེན་གལ་ཆེ་ཤོས་ཀྱི་དེ་ནས་བརྩི་སྲུང་བྱེད་དགོས་ཡ་གི་དུས་ཆེན་བཞི་ཙམ་ཅིག་ཡོད་རེད། ག་རེ་རེད་ཟེར་ཡོང་དུས་ཙང་ནས་བོད་ཟླ་དང་པོའི་གི་ནང་ལ་དེ་ནི་མུ་སྟེགས་ཀྱི་སྟོན་པ་སྡེ་དྲུག་སྟེ། ཆོ་འཕྲུལ་གྱི་དེ་ནི་ཕམ་པར་མཛད་པའི་གི་ཨོ་རྟགས་དུས་ཆེན་དེ་འདྲ་ཅིག་ཡིན་དུས་ཙང་ནས་ཆོ་འཕྲུལ་སྡེ་བ་དེ་དང། དེ་ནི་དེ་ག་ནང་བཞིན་གི་བོད་ཟླ་བཞི་བའི་གི་ཚེས་པ་བཅོ་ལྔ་འདྲ་བོ་ཅིག་ཡིན་ན་སྟོན་པ་མངོན་པར་རྫོགས་པ་སངས་རྒྱས་པ་ལགས་སོ་བའི་གི་དུས་ཆེན་ཡིན་དུས་ཙང་ནས་དེ་འདྲའི་གི་དུས་དང། ད་ནི་བོད་ཟླ་དྲུག་པའི་གི་ཚེས་པ་བཞི་སྟེ། བདེན་བཞིའི་ཆུ་གཅིག་འཁོར་ལོ་བསྐོར་བའི་གི་དུས་ཆེན་བྱེད་པར་བྱེད་ཡིན་དུས་གཙང་ནས། དེ་དང། ད་ནི་དུས་ཆེན་བཞི་པ་སྟེ་ད་དེ་རིང་གི་དུས། ད་ནི་བོད་ཟླ་དགུ་བའི་གི་ད་ལྷ་བབས་དུས་ཆེན་ཡིན་ཟེར་ཡ་ད་དེ་འདྲའི་གི་དུས་ཆེན་བཞི་པོ་དེ་ངེས་པར་དུ་དེ་ནས་ཅིག་སྲུང་བརྩི་བྱེད་དགོས་ཡ་གཅིག་དང། དེའི་དུས་གནས་བཞི་པོ་དེ་ལ། དེ་ནི་དགེ་སྦྱོར་གང་འདྲའི་ཅིག་བསྒྲུབས་པ་ཡིན་ན་ཡང་རྟག་ཅིག་འབུམ་དང་བྱེ་བ་ས་ཡ་ལ་འགྱུར་འགྲོ་ཡག་གི་འོ་དེ་འདྲའི་གི་འགྱུར་ཆས་ཡོད་མཁན་གི་དེ་ནི་ཟླ་བ་གཅིག་དང་འོ་ཚེས་པ་གཅིག་ཆགས་བསྡད་གི་ཡོད་དེ་ཡིན་དུས་རྩ་གསུམ་འགུགས་རེད་ཟེར་ནས་འོ་དེ་འདྲའི་ཅིག་གསུངས་གནང་བ་རེད་བ་འོ་དེ་ཡིན་དུས་རྩ་ནས་རྟག་ཅིག་དུས་ཆེན་བཞི་པོ་དེ་གལ་ཆེན་པོ་དེ་འདྲའི་ཅིག་ཆགས་གི་ཡོད་ས་རེད། དེ་ནི་དེ་རིང་གི་དུས་ཆེན་གྱི་དབང་དུ་བྱས་ཡོང་དུས་རྩ་ནས་དེ་ནི་གཙོ་བོ་ད་ལྟ་འཇིག་རྟེན་གསུམ་མགོན་གྱི་གསུང་ཚོགས་མཆོད་ཆེན་མོ་ད་ད་ལྟ་འདི་སྤྱན་སྔ་གྲགས་པ་འབྱུང་གནས་ཀྱི་ཚུལ་ཟིན་བྲིས་གནང་བཞེས་བར་བ་དང་འགྲོ་འོང་གི་ཚོགས་མཆོད་རྒྱས་ཤོས་ཅིག་རེད། དེའི་ནང་ལ་ག་རེ་གསུངས་པ་རེད་ཟེར་ན། དེ་ནི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་ནི་ཡུམ་སྒྱུ་མ་ལྷ་མཛེས་དེ་དེ་ནི་སུམ་ཅུ་རྩ་གསུམ་ལྷ་ཡུལ་ལ། སྐྱེ་བ་བཞེས་བདེ་དུས་གཙང་ནས། དེ་ནས་སངས་རྒྱས་ཀྱིས་ཡུམ་གྱི་དྲིས་ལན་ཟབ་ཡག་ཟེར་ན་ཡང་འདྲ། ཡུམ་བདེན་པ་ལ་བཀོད་ཡག་གི་ཆེད་དུ་ཟེར་ན་འདྲ་གང་ལྟར་སངས་རྒྱས། དེ་ནས་སུམ་ཅུ་རྩ་གསུམ་ལྷ་ཡུལ་ལ་ཕེབས་ནས་ད་དགུང་ལོ་བཞི་བཅུ་ཞེ་གྲངས་གཅིག་ལ་ཕེབས་སྐབས་སུ་སངས་རྒྱས་ལྷ་ཡུལ་ལ་ཕེབས་ནས། སུམ་ཅུ་རྩ་གསུམ་རང་ལ་དེ་ནས་ཡར་ཟླ་བ་གསུམ་དེ་འདྲ་ཞིག་བཞུགས་གནང་བ་རེད། ད་དེ་འདྲའི་ཡིག་འབྲུ་ཡོད་དུས་ཙམ་ནས་རྒྱ་གར་ནང་ནས་དེ་ནས་ད་ཅིག་ནང་བལ་གྱི་རྗེས་འཇུག་ཟེར་དགོས་ན་འདྲ་སྟོན་བལ་གྱི་དེ་ནས་སློབ་མ་ཟེར་དགོས་ན་དེ་རྣམས་བལ་གྱི་གང་ལྟར་སྤེལ་དྲན་ནས་ད་ཞེ་ས་འདྲ་མ་ཞུས་ན་སང་རྗེས་དྲན་ནས་དེ་ནས་ད་ཅིག་སང་རྗེས་འདི་འདྲའི་བྱས་ནས་ལྷ་ཡུལ་ལ་ཡུན་རིང་པོ་ཅིག་བཞུགས་སོང་བ་ཡིན་ན་ང་རང་ཚོ་མི་ཡུལ་ལ་ཡོད་མཁན་གྱི་མི་རྣམས་ཀྱིས་འོ་ད་ཅིག་དམ་པའི་ཆོས་ཀྱི་བདུད་རྩི་དེ་ཉོ་ཡག་གོ་ག་དེ་འདྲ་ཅིག་རག་ས་མ་རེད། དེ་ཡིན་དུས་ཙང་ནས་སངས་རྒྱས་མི་ཡུལ་ལ་མ་ཕེབས་རོགས་གྱིས་ཞུ་དགོས་འདུག་ནས་ལྷ་དེ་ཚོ་འདྲ་གཅིག་ཡིན་ན་ཁོ་རང་ཚོ་རྫུ་འཕྲུལ་དུ་ལྡན་པ་ཡིན་དུས་ཙང་ནས་མི་ཡུལ་ལ་ཆོས་ཞུ་བར་ག་དུས་ཡོང་ཡོང་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་འདྲའི་ཆ་ནས་ཕར་ཚུར་སྐད་ཆ་མང་པོ་ཅིག་བྱུང་ཡོང་དུས་ཙང་ནས་དེ་ནས་སངས་རྒྱས་ད་ཞུ་བ་གསོལ་འགྲོ་ཟེར་ཡོང་དུས། མོང་གི་བུ། ད་ཅིག་རྫུ་འཕྲུལ་ཅན་རྣམས་ཀྱི་ནང་ནས་མཆོག་ཏུ་གསུངས་དགོས་རེད་བ། ཨོ་དེ་འདྲ་ཡིན་དུས་དེ་ནས་མོང་གལ་གྱི་བུ། སུམ་ཅུ་རྩ་གསུམ་ལྷ་ཡུལ་ལ་དེ་ནས་ཕེབས་དགོས་འདུག་གཟེངས་རྟགས་ཚང་མའི་མོས་མཐུན་དང་གྲོས་ཆོད་དེ་འདྲ་ཅིག་གང་ལ་བྱུང་བྱས་ནས། དེ་ནས་མོང་གལ་གྱི་བུ་དེ། སུམ་ཅུ་རྩ་གསུམ་ལྷ་ཡུལ་ལ་ཕེབས་གནང་བ་དེ་འདྲ་ཅིག་རེད་བ། དེ་ནས་སུམ་ཅུ་རྩ་གསུམ་ལྷ་ཡུལ་ལ་ཕེབས་བས་ཀྱི་ད་ཕལ་ཆེར་དུས་ཆེན་དུས་ཚོད་འདྲ་བོ་དེ་ཚོད་དཔག་འདྲ་བོ་ཅིག་བྱས་པ་ཡིན་ན། ད་ལྟ་དགོས་བས་ཀྱི། ཚེས་པ་བཅོ་ལྔ་ཡིན་པའི་བཟོ་འདྲ་བོ་གཅིག་རེད་འདུག་ཡོད་རེད་གང་ཡིན་ཟེར་ན། དེ་ནས་དེའི་ཉིན་མོ་དེ་ལ་སངས་རྒྱས་ལ་ད་ཅིག་མ་མི་ཡུལ་དུ་ཕེབས་རོགས་བྱེད་ཟེར་ནས་ཞུས་ཡོད་འདུག་གཙང་ནས། དེ་ནས་སངས་རྒྱས་ཀྱིས་འགྲིག་གི་རེད་ཟེར་མི་ཡུལ་ལ་ཕེབས་ཀྱི་ཡིན་ཟེར་ནས་ཞལ་བཞེས་གནང་བ་རེད། དེ་ནས་ཡང་བསྐྱར་མོའུ་འགལ་གྱི་བུ་ཀྱིས་ད་དུས་ཚོད་གང་འདྲས་ཅིག་ལ་ཕེབས་ཀྱི་ཡིན་ཟེར་ནས་ཞུས་ཡོད་འདུག་གཙང་ནས། འོ་ད་དེ་རིང་ནས་བརྩིས་བས་ཀྱི། ཉི་མ་བདུན་གཅིག་གི་རྗེས་སུ། དེ་ནི་ཕིག་ཡིན། ཧོ་ད་དེ་འདྲའི་ཞར་བཞེས་གནང་བྱས་ནས་དེ་ནི་ཉི་མ་བདུན་གྱི་རྗེས་ཏེ་བོད་ཟླ་དགུ་བའི་གི་དེ་ནི་ཚེས་པ་ཉི་ཤུ་རྩ་གཉིས་དེ་ཁས་བསྡད་པ་ཡིན་དུས་ཚང་ནས་ཨོ་ད་དེ་འདྲའི་གི་དུས་དང་བསྟུན་ནས་དེ་ནི་རྒྱལ་བ་ལྷ་ལས་འཕགས་པ་དང་དེ་འདྲའི་གི་ནམ་རྒྱུན་བཀའ་འགྱུར་གྱི་ནང་ལ་ཡང་ཡོང་གི་འདུག་ལ་ད་ལྟ་དེ་ཚོ་དེ། གཙོ་བོ་གགས་སེང་འཇིག་རྟེན་གསུམ་ཀུན་གྱི་ཚོགས་མཆོད་ཆེན་མོ་ནང་ཨོ་ད་ཞིབ་ཅིང་མཐའ་བས་ཀྱི་ཐོག་ནས་དེ་འདྲ་ཞིག་ནི་མ་གསུངས་ན་བྱ་བ་ཡིན་དུས་རྩ་ནས་ཨོ་ད་དེ་འདྲ་ཅིག་ཡིན་འདས་པ་དེ་འདྲ་ཅིག་རེད། དེ་ནི་དེའི་ལྷ་ལས་བབས་གསལ་གྱི་ས་ཆ་འདྲ་བོ་ཅིག་གི་དབང་དུ་བྱས་ཡོད་འདུག་རྩ་ནས་དེ་ནི་ད་ལྟ་འདི་འཇམ་དཔལ་རྩ་རྒྱུད་ཀྱི་ནང་ལ། གྲོང་ནས་མལ་ཐབས་བཞི་བཅལ་བར། ལྷ་ལས་བབས་པ་བཟང་པོ་བསྟན་ཟེར་ནས་སོང་ཡོང་དུས་གཙང་ལས་དང་དེ་དུས་ཕལ་ཆེར་གྲོང་ཁྱེར་མལ་ཐབས་ཟེར་གྱི་ཡོད་ས་རེད། དེང་སང་རྒྱ་གར་སྐད་ཐོག་ལ་སན་ཀི་ཟེར་གྱི་འདུག་བ་དེ་ཡིན་འདུག་ད་དེ་ན་སྟོན་པ་དེ་ནས་ལྷ་ལས་མ་དག་ཅིག་ལྷ་ཚངས་པ་དང་འཇའ་ཆེན་ལ་སོགས་པའི་གིས་དེ་ནས་ཅིག་འཁོར་ཅིག་བསྐོར་ནས་མི་ཡུལ་འཛམ་བུ་གླིང་ལ་ཕེབས་པའི་གིས་འོ་ད་ཉིན་མོ་དེ་འདྲའི་ཅིག་ཆགས་ཡོང་དུས་གཙང། དུས་བཞིན་ཆད་པར་བྱིན། འོ་དེ་འདྲའི་གཅིག་ཡིན་བདེ་བ་དེ་གཅིག་རེད། དེ་ནས་གཉིས་ནས་དེ་ནི་ང་རང་ཚོ་གི་ད་ཅིག་རྒྱལ་བ་འབྲི་འོང་དཔལ་གྱི་རྟོགས་པ་དོན་བརྒྱུད་ཀྱི་དེ་ནི་བདེན་འཛིན་རིམ་བྱོན་གྱི་ནང་ནས་གདན་རབས་སུམ་ཅུ་སོ་དྲུག་པ་སྐྱབས་མགོན་ཆོས་རྗེ་སྣང་བ། ད་འདི་ནས་ཡ་ཡ་དེ་ཡོན་དུ་བརྫངས་ནས་ཀུན་མཁྱེན་རིག་པ་འཛིན་པ་ཆོས་ཀྱིས་གྲགས་པ། དེ་ནས་ཡ་ཡ་དེ་ཡོན་དུ་བརྫངས་ནས་སྤྱན་སྔར་ཤེས་རབ་འབྱུང་ནས་དེ་ནས་ཡ་ཡ་དེ་ཡོན་དུ་བརྫངས་ནས་སློབ་དཔོན་ཟླ་བར་གྲགས་པ། དེ་ནས་ཡ་ཡ་དེ་ཡོན་དུ་བརྫངས་ནས་འཕགས་པ་ཤཱ་རིའི་བུ་རེད་བསམ་ད་དེ་འདྲ་བྱས་ནས་ང་ཚོ་ཅིག་བླ་མ་བརྗོད་པའི་རྣམ་ཐར་ན་ཡོད་པ་ནང་བཞིན་རེད་དེ་འདྲ་ཡིན་དུས་ད་དེ་དེ་བས་དེ་ནས་ཅིག་སྐྱབས་མགོན་བདེན་འཛིན་སོགས་དྲུག་པ། ཆེན་པོ་དེ་ནས་སྐུ་ཡིས་ད་ཅིག་འཁྲུངས་སྐར་དུས་ཆེན་བྱེད་པར་བྱས་དེ་འདྲ་ཅིག་ཡང་ཕྱག་འདེབས་པ་ཡིན་དུས་བརྫངས་ནས་དེ་རིང་གི་དུས་ཆེན་འདི་དམིགས་བསལ་གྱི་དེ་ནས་ཅིག་ད་དུས་ཆེན་གཉིས་པ་དེ་འདྲ་ཡིན་པ་དང། དེ་ནས་དེའི་ཐོག་ལ་ད་ལྟ་འདི། སྐྱབས་མགོན་ཡིད་བཞིན་ནོར་བུ་འཕྲིན་ལས་ལྷུན་གྲུབ་མཆོག་གིས་ད་ནི་ཅིག་དགོངས་པ་ཆེ་བཞེས་ཀྱི་ཐོག་ནས། བོད་བརྒྱུད་ནང་པ་ཙམ་མ་ཡིན་པར། འཛམ་གླིང་གི་ཐིགས་པ་མཐའ་དག་གིས་འོ་ད་ཅིག་ནང་པ་ཡོངས་སུ་རྫོགས་པ་ཚང་འཛོམས་གནང་ཟེར་གི་དེ་ནི་ལྟེ་གནས་ལ་དགོངས་བྱས་ནས་མཉན་ཡོད་ནང་པའི་གཙུག་ལག་ཁང་ཆེན་པོ་གསར་དུ་བཞེངས་ནས་ལེགས་གྲུབ་ཀྱི་དབུ་འབྱེད་ཀྱི་མཛད་སྒོ་གནང་བའི་གི་རྗེས་དྲན་དེ་འབྲེལ་དང། དེ་ནང་བཞིན་དུ་མཉན་ཡོད་ནང་པའི་དུས་སྟོན་ཆེན་མོ་ཟེར་ནས་སྟོན་པ་སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་གཉིས་སྟོང་ལྔ་བརྒྱད་ཀྱི་རྗེས་ཀྱི་ད་ཕལ་ཆེར་ཅིག་ཐིགས་པ་རིས་སུ་མ་ཆད་པའི་ནང་པ་ཚང་འཛོམས་ཀྱི་ཐོག་ནས་ད་སྲུང་བརྩི་ཞུ་བའི་གི་དུས་ཆེན་འོ་ད་དེ་ཡང་དེ་རིང་གི་དུས་ཚོད་འདི་དང་བསྟུན་ནས་དེ་ནི་སྔོན་མ། དབུས་འབྱེད་གནང་བ་ཡིན་དུས་རྩ་ནས་ཨོ་ད་དེ་འདྲས་བྱས་ནས་གང་ལྟར་དེ་རིང་གི་དུས་འདི། དེ་ནི་དུས་ཆེན་གསུམ་འཛོམས་ཀྱི་ཉིན་མོ་ལྟ་བུ་དེ་འདྲས་ཅིག་ཆགས་བསྡད་ཀྱི་འདུག་དེ་གཅིག་རེད། དེ་ནས་ད་ལྟ་འདི་ལྟ་ཉི་མ་འདི། དུས་ཆེན་གསུམ་འཛོམས་ཙམ་མ་ཡིན་པར། ཟླ་བ་འདི་གི་དབང་དུ་བྱས་ཡོད་འདུག་རྩ་ནས། དེ་ནི་ང་རང་ཚོ་གལ་ཆེ་ཤོས་དེ། དེ་ནས། བཀའ་བརྒྱུད་ཀྱི། ད་ཆུང་གོ་ལྟ་བུ། སྐྱེ་ཐང་གི་དཀའ་སྤྱོད་ཅེས་ཀྱི་ཆུང་གོ་ལྟ་བུ་དེ་ད་བོད་གངས་ཅན་ལྗོངས་ལ་སྦྲ་ཆུ་མར་ཕར་ལོག་ཚ་ལ་ཐུག་སོང་བ་རེད་དེ་ཡིན་ན་ཡང་ཕྱིས་སུ་བཀའ་བརྒྱུད་ཀྱི་དངོས་གནས་ཀྱི་བཀའ་ངོ་མ་ཚུགས་གསལ་གྱི་ཆུང་གོ་ལྟ་བུ་དེ་བར་དུ་རྡོ་རྗེ་རྒྱལ་པོ་རེད་འདུག་ཡོད་རེད་བ། དེ་བྱེད་དུས་གཙང་གནས་ཐང་ཐང་འདི་ཐུགས་འགན་གྲུབ་མཐའི་ནང་ལ་དེ་ནས་ཕག་གྲུ་བཀའ་བརྒྱུད་དེ་གང་འདྲས་ཅིག་རེད་ཟེར་ཡོང་དུས་གཙང་གནས་དེ་ནས་དྭགས་བོད་ཀྱི་ད་སློབ་མའི་གི་གཙོ་བོ། བསྟན་པའི་བདག་པོ་ཉིད་དུ་དབང་བསྐུར་བཞག་པ་དེ་ནི་ཕར་གྲུ་རྡོ་རྗེ་སྦྱར་བུ་ནི་མ་བརྒྱུད་བྱ་བ་དེ་ལ་ཕར་གྲུ་ག་བརྒྱུད་ཟེར་ནས་གསུང་འགུགས་རེ་གསུང་ཡོན་དུ་བརྩམས་ནས་དེ་ནས་མཉམ་མེད་སྒམ་པོ་པདྨོ་དེ་ནས་སྐུ་མྱ་ངན་ལས་འདའ་མཁའ་ལ་མོ་དེ་ལ་དེ་ནས་ཞལ་ཆེམས་ལ་ག་རེ་གསུངས་པ་རེ་ཟེར་ན། དེ་ནས་མ་འོངས་དཔལ་གྱི་བཀའ་བརྒྱུད་དཔལ་གྱི་རྗེས་འཛིན། དེ་ནས་ཅིག་གདམས་ངག་གསར་དུ་ཞུ་དགོས་མཁན་ཡོད་ན་ཡང་འདྲ། ཡང་ན་དེ་ནས་ཅིག་གེགས་སེལ་དང་བོགས་འདོན་གྱི་གདམས་པ་ཞུ་དགོས་མཁན་ཡོད་ན་ཡང་འདྲ། ད་དེ་འདྲ་བོ་ཞུ་ས་དེ་དགེ་བཤེས་ཁམས་པ་ལ་ཞུ་ཞིག། དགེ་བཤེས་ཁམས་པ་དང་ང་ཚོ་གཉིས་དེ་དེ་ནས་ཅིག་རྟ་ཡི་རྔ་མ་ལན་བརྒྱར་བཤགས་པའི་གྱི་ཆ་ཤས་ཙམ་གྱིས་ད་དཔང་རྟོགས་ཀྱི་ཁྱད་པར་དེ་ག་ཙམ་ཡང་མེད་དེ་འདུག་དཔང་རྟོགས་མཉམ་པ་ཡིན་དེ་འདྲ་ཡིན་དུས་ཚང་ནས་ལུང་དང་མན་ངག་དང་གདམས་ངག་ཡོངས་སུ་རྫོགས་པ་དེ་ཁོང་ནས་ཞུ་དགོས་རེད་ཟེར་ནོ་ད་དེ་འདྲས་བྱས་ནས་དེ་ནས་བསྟན་པའི་བདག་པོ་ལ་མངའ་ཟོར་བཞེས་པ་ཕག་གྲུ་རྡོ་རྗེ་རྒྱལ་པོ་དེ་འདྲས་ཅིག་ཆགས་བསྡད་ཡོད་རེད་བ། འོ་དེ། དེ་ནས་དེ་ཙམ་གྱིས་མ་ཚད་ད་ལྟ་འདི་གོང་ས་ལྔ་པ་ཆེན་པོས་ཀྱི་རྒྱལ་རབས་ཀྱི་ནང་ལ་ག་རེ་གསུངས་ཡོད་རེད་ཟེར་ན། དྭགས་པོ་བཀའ་བརྒྱུད་ཀྱི། བསྟན་པ་རིན་པོ་ཆེ་དེ་པའི་ནགས་ཚལ་མཐུག་པོ་ནང་བཞིན་ཅིག་རེད་དུ་ཡོད་རེད། དེའི་ནང་ནས་དེ་ནས་ཡོངས་འདུ་ཚ་དུར་གྱི་ལྗོན་པ་ལྟ་བུ་དེ་གསོལ་རེད་དུ་ཡོད་རེད་ཟེར་ན་དེ་ནི་བར་དུ་རྡོ་རྗེ་རྒྱལ་པོ་དེ་རེད་ཟེར་ན་འོ་ད་དེ་འདྲས་བྱས་ནས་ཅིག་ཕྱོགས་དང་རིས་སུ་མ་ཆད་པའི་གི་མཁས་དང་གྲུབ་པའི་སྐྱེས་བུ་མང་པོ་ཅིག་གིས་གསུང་གཅིག་དང་དབྱངས་གཅིག་གི་ཐོག་ནས་དེ་ནི་དངོས་གནས་ཀྱི་ཅིག་ད་བཀའ་བརྒྱུད་ཚུགས་ཐུབ་པའི་གི་དེ་ནི་རྩ་བ་ཉིད་དུ་གྱུར་བདེ་བ་ལྟ་བུ་དེ་འདྲའི་ཅིག་ཡིན་པ་ལ་དང་ངོས་འཛིན་གནང་བྱས་ནས། དེ་ནས་རང་བཞིན་བརྗོད་པའི་ཐོག་ནས་བསྟོད་བསྔགས་དེ་འདྲ་གནང་ཡོད་རེད་དེ་ཡིན་དུས་ཙཱ་ན་དག་དེ་ལྟ་བུའི་དེ་ནས་སྤྱི་བོའི་ཁྱད་པར་ཅན་དེ་ཉིད་ཡང། ཅིག་བསྒོམ་པ་མྱ་ངན་ལས་འདས་པའི་དག་དུས་ཁྱད་པར་ཅན་དེ་ཟླ་བ་འདི་ལ་ཐུག་ཏུ་ཡོད་རེད་བ་དེ་འདྲ་ཡིན་དུས་ཙཱ་ན་དེ་རིང་གི་ཉིན་མོ་གི་དབང་དུ་བྱས་པ་ཡིན་ན་ང་རང་ཚོ་ལ་དུས་ཆེན་གསུམ་འཛོམས་ཅིག་ཆགས་ཏུ་ཡོད་རེད། ཟླ་བ་འདིའི་གི་དབང་དུ་བྱས་པ་ཡིན་ན་ང་རང་ཚོ་ལ་དུས་ཆེན་བཞི་འཛོམས་ཅིག་ཆགས་བདེ་བ་དེ་འདྲ་གཅིག་རེད་དེ་ཡོད་རེད་དེ་གཅིག་རེད། ད་སྤྱི་བཏང་གི་དེ་ནི་ཕག་གྲུའི་གི་དགོང་ཚོགས་ཀྱི་ད་ཅིག་དུས་ཆེན་དེ་ལ་བཀའ་བརྒྱུད་ཀྱི་ནང་ལ་ངོས་འཛིན་གནང་སྟང་ཏིས་ཏིས་མ་འདྲ་བ་དེ་འདྲ་གཅིག་ཡོང་གི་ཡོད་རེད་དེ་ཡོང་དགོས་དང་དགོས་ཕག་མོ་གྲུ་པ་ཟེར་ཡ་འདི་དངོས་གནས་གཅིག་སངས་རྒྱས་མོས་གཟུགས་སུ་བྱོན་པ་དེ་འདྲ་གཅིག་ཡིན་དུས་ཙང་ནས། ཇི་ལྟར་འགྲོ་སེམས་ས་གཞི་གཙང་མ་ལ་ལྷ་དབང་ལུས་ཀྱི་གཟུགས་བརྙན་སྣང་བ་ལྟར་དེ་བཞིན་འགྲོ་སེམས་ས་གཞི་གཙང་མ་ལ་ཐུབ་པའི་དབང་པོ་སྐུ་ཡི་སྣང་བརྙན་ཤར་རེ་ཟེར་ནས་གསུངས་པ་ནང་བཞིན་ཡིན་དུས་གཙང་ནས་དུས་ཚོད་གཅིག་ལ་འཁྲུངས་བ་དང་དུས་ཚོད་གཅིག་ལ་འདས་པ་ཟེར་ནས་ང་ཚོས་ཚོད་འཛིན་རྩ་བ་ཉིད་ནས་བཟོ་མི་ཐུབ་པ་འདྲ་བོ་ཞིག་རེད་འདོད་ཡོད་རེད་དེ། ཡིན་ན་ཡང་ང་རང་ཚོས་འགྲོ་འོང་བཀའ་བརྒྱུད་ཀྱི་ཐོག་ནས་དེ་ནས་བསམ་བློ་བཏང་བ་ཡིན་ན་ད་ཕག་གྲུའི་གི་དགོངས་རྫོགས་མཆོད་འབུལ་གྱི་དུས་ཚོད་དེ་ད་བོད་ཟླ་དགུ་བའི་གི་ཉི་ཤུ་ལྔ་དེ་ཡིན་པ་དེ། དེ་ནས་སྤྱོད་པ་འཇིག་རྟེན་གསུམ་ཀུན། གི་ད་ལྟ་འདི་བསྟན་བཅོས་ཁག་གཉིས་ཀྱི་ནང་ལ་གསུངས་ཡོང་གི་འདུག་བ། གཅིག་དེ་ག་རེ་ཟེར་ན། དུས་བཞིའི་མཆོད་པ་དེ་ལ་བརྟེན་ནས་ཚོགས་ཆེན་རྫོགས་དགོས་རེད་ཟེར་ནས་གསུངས་ཡག་གི་དེ་ནས་བསྟན་བཅོས་ཐུང་ངུ་བྱས་ཡོད་རེད་དེའི་ནང་ལ་ཡང་གསུངས་ཡོད་རེད། དེའི་ནང་བཞིན་དུ་དུས་བཞིའི་གི་མཆོད་པ་འདི་ལ་དེ་ནས་ཅིག་ད་ཚོགས་བསགས་ཚུལ་ཟེར་ན་འདྲ་དགེ་སྒྲུབ་སྡེབ་སྐོང་བྱེད་སྟངས་དེ་འདྲས་ལ། སྤྱི་དང་བྱེ་བྲག་གི་ཐོག་ནས་ད་ཅིག་དུས་དྲན་སྲུང་གཙི་བྱེད་ཕྱོགས་ཀྱི་སྐོར་ལ་གསུང་བཞག་པའི་གི་བསྟན་བཅོས་དུམ་བུ་གཅིག་ཡོད་རེད་དེ་ཡིན་དུས་ད་དེ་གཉིས་ཀ་གི་དེ་ནས་གཅིག་མཚུངས་ཀྱི་ག་རེ་གསུང་གི་ཡོད་རེད་ཟེར་ན། དེ་ནས་དབྱར་གྱི་ཟླ་བ་གསུམ་པོ་ལ་ཚུར་དུ་བཞུགས་ཤིང་ཚུར་ཐོན་ནས་ཞག་བདུན་ལོན་པའི་ཉིན་པར་ནི་ལྷ་ལས་བབས་པའི་དུས་ཆེན་ཡིན། ད་ཐམས་ཅད་གོང་དུ་ཞུས་པ་ནང་བཞིན་རེད། སངས་རྒྱས་དེ་ནས་དབྱར་ཟླ་བ་གསུམ་བཞུགས་ནས་ཚུར་རུ་དེ་ནས་ཐོན་པའི་གི་ཉི་མ་བདུན་གྱི་རྗེས་དེ་ལྷ་བ་དགུའི་དུས་ཆེན་ཡིན། འཇིག་རྟེན་མགོན་པོ་རིན་ཆེན་གྱིས། དེ་ནས་འདས་མཆོད་དེ་ཡང་དག་ཏུ་འོང་བ་ཡིན། ད་དེ་འདྲ་ཅིག་གསུངས་ཡོད་རེད། དེ་ཡིན་དུས་འཇིག་རྟེན་མགོན་པོ་རིན་ཆེན་གསུང་དུས་ཙང་ནས། ཕག་མོ་བྲོས་པར་གསུང་གི་ཡོད་རེད་བ། ཕག་མོ་བྲོས་པའི་འདས་མཆོད་དེ་ཡང་ད་དེའི་ཉིན་མོ་དེ་ལ་དེ་འདྲ་ཅིག་ཡིན་དགོས་ཀྱི་ཡོད་ཟེར་ན་ད་དེ་འདྲ་ཅིག་སྤྱི་ཡོངས་ཀྱི་ཐོག་ནས་ད་བོད་ཟླ་དགུ་བ་ཡིན་པ་དེ་གསལ་བོ་གསལ་རྐྱང་དེ་འདྲ་ཅིག་གནང་བཞིན་ཡོད་པ་རེད། དེ་ནས་དེའི་གསུང་གཉིས་པོ་དེ་གི་གསར་བཤད་འདྲ་བོ་དེ་ག་བ་ལ་ཡོད་རེད་ཟེར་ཡོང་དུས་ཟ་ན་ད་ཅི་སྟངས་ཚང་མེད་གིན་ཕྱིན་གི་ཡོད་རེད་ཡིན་ན་ད་ངས་དེ་རིང་འདི་ན་ཅིག་གར་སོ་གུར་སོ་སོ་གི་རྒྱུགས་སྤྲོད་ཟ་ན་འདྲ་མཆོད་འབུལ་གི་དུས་ཡིན་དུས་ཙང་ནས་ཞུས་ཡོང་དུས་དེ་ནས་ད་ལྟ་འདི་འབྲི་གུང་གི་ཚོགས་ཆུས། སྟག་ལོ་མ། དེ་ནི་སྟག་ལོ་མ་དེ་ཟིན་བྲིས་གནང་མཁན་དེ་སྤྱན་སྔ་ཤེས་རབ་འབྱུང་གནས་རེད་བ། སྤྱན་སྔ་ཤེས་རབ་འབྱུང་གནས་ཡིན་དུས་སྤྱན་སྔ་ཤེས་རབ་འབྱུང་གནས་ཀྱི་ཚོགས་ཆུས་སྟག་ལོ་མ་གིས་དེ་ནས་གླིང་བཞི་གི་ག་རེ་གསུངས་པ་རེད་ཟེར་ན། ད་ད་ལྟ་འདི་སྟག་གི་ལོ་གི་དབྱར་ཁའི་གི་དུས་ཚོད་ཟླ་བ་གསུམ་དེ་འདས། དེ་ནས་པར་ལྷ་ལས་བབས་པའི་དུས་ཆེན་གི་མཆོད་པ་དང། དེ་ནས་འཇིག་རྟེན་མགོན་པོ་གུང་མོའི་མདའི་མཆོག་གིས་དབུ་ཚུགས་པའི་དུས་ལ་བབ་ནས། དེ་ནས་ཚེས་པ་ཉི་ཤུ་སྔགས་ཀྱི་ཕྱི་དྲོ་ལ་སྤྱོད་པ་འཇིག་རྟེན་གསུམ་གྱི་མགོན་པོ་དེ་ཉིད་དེ་ནས་བཞུགས་ཁྲི་ལ་ཕེབས་ནས་འོ་ད་དེ་ནས་བཟུང་སྟེ་ཚོགས་མཆོད་རྟ་ལོ་མ། དེ་ནས་གཙོ་བོ་གར་ཚང་དྭགས་པོ་ཆོས་རྗེ་ཀྱི་འགྲེལ་བ། དེ་ནས་ཕྱག་ཏུ་ཡོལ་བ་དེ་ཕྱི་དུས་བརྩམས་ནས་འོ་ད་དྭགས་པོ་ཆོས་རྗེ་ཀྱི་འགྲེལ་བའམ་ཡང་ན་ཚོགས་མཆོད་རྟ་ལོ་མ་དེ་དེ་ནས་བཀའ་སྩལ་བ་རེད་ཟེར་ནས་གསུངས་ཡོད་འདུག་བརྩམས་ནས་སྐབས་དེ་དུས་འཇིག་རྟེན་གསུམ་མགོན་གྱིས་གང་ལྟར་ཅིག། སངས་རྒྱས་ལྷ་ལས་བབས་པའི་དུས་ཆེན་གྱི་སྲུང་བརྩི་དེ་དང་འགྲོ་མགོན་ཕག་མོ་སྤྲུལ་བའི་གིས་དེ་ནི་དགོངས་རྫོགས་ཀྱི་མཆོད་འབུལ་གཉིས་པོ་སྟེ་བོད་ཚེས་ཉི་ཤུ་རྩ་ལྔའི་ཉིན་མོ་དེ་ལ་དེ་ནི་བརྩི་སྲུང་གནང་བཞེས་བས་ད་ལོ་རྒྱུས་ཀྱི་གསར་ཁ་དེ་འདྲའི་ཅིག་ཡོད་བསྡད་པ་རེད་བ། དེ་ཡོད་པ་གཞི་བཞག་བྱས་ནས་དེ་ནི་ཉེ་བའི་གི་ཆ་ལ་ང་རང་ཚོ་དང་ཅིག་སྒྲུབ་བརྒྱུད་བསྟན་པ་རྒྱ་མཚོའི་མངའ་བདག་འབྲི་བོང་སྐྱབས་མགོན། རྣམ་པ་གཉིས་ཆར་གྱི་དེ་ནས་ཅིག། ཕན་ཚུན་བཀའ་བསྡུར་ལྷུག་པོ་གཅིག་གི་ཐོག་ནས་གང་ལྟར་བཅོལ་བའི་དགོངས་པ་དང་ད་དེ་ཚོ་གང་ས་ཅི་ཐད་ནས་དེ་ནས་ཅིག། གཟིགས་བྱས་ནས་ད་དུས་ཆེན་དེ་དགོས་པའི་གི་དེ་ནས་ཉི་ཤུ་ལྔ་ལ་དེ་ནས་རྒྱལ་བ་འགྲོ་འོང་དཔལ་གྱི་ལྷ་སྡེ་མི་སྡེ་ཡོངས་སུ་རྫོགས་པའི་བརྩི་སྲུང་གནང་དགོས་ཀྱི་ཡོད། བརྩི་སྲུང་གནང་བ་ཙམ་མ་ཟད་ཟབ་ཅིང་རྒྱ་ཆེ་བའི་ཐོག་ནས་དེ་ནས་བརྩི་སྲུང་གནང་དགོས་ཀྱི་ཡོད་ཟེར་ནས་འོ་ད་ཉེ་ཆར་དེ་འདྲའི་བཀའ་ཡིག་ཕེབས་པ་གཞི་བཟུང་གིས་འོ་དེ་འདྲ་ཅིག་ཆགས་འདི་ཡོད་རེད་བ་དེ་ཡིན་དུས་ཙང་ནས་དེ་ནས་ཅིག་ད་ལན་གྱི་ཟླ་བ་འདི་དམིགས་བསལ་གྱི་དེ་ནས་ཅིག་ལྷ་བབས་ཀྱི་ཟླ་བ་ཙམ་མ་ཡིན་པར། དེ་ནང་བཞིན་དུ་དེ་ནི་སྐྱབས་མགོན་ཡེ་ཤེས་ནོར་བུ་ཆོས་ཀྱི་སྣང་བས་ཀྱི་འཁྲུངས་སྐར་གཅིག་པོ་ཡང་མ་ཡིན་པར། དེ་ནང་བཞིན་དུ་དེ་ནི་ང་ཚོའི་སྙིང་ཡུལ་གྱི་ད་ཅིག་གཙུག་ལག་ཁང་གསར་དུ་དབུ་བརྙེས་པའི་དུས་ཆེན་གཅིག་པོ་ཡང་མ་ཡིན་པར། ཕག་གྲུ་རྡོ་རྗེ་འཇར་པུ་གྱི་དགོངས་རྫོགས་མཆོད་འབུལ་གཅིག་པོ་ཡང་མ་ཡིན་པར་གང་ལྟར་ཅིག་པས། གལ་ཆེ་ཤོས་ཀྱི་དེ་ནི་དུས་ཆེན་བཞི་འཛོམས་ཀྱི་ཟླ་བ་དེ་འདྲ་ཅིག་རེད་ཟླ་བ་དེ་འདྲ་ཅིག་རེད་འདུག་དེ་ཡིན་དུས་ཙང་ནི་ད་དུས་ཆེན་བཞི་འཛོམས་ཀྱི་ཟླ་བ་འདི་གི་དེ་ནི་སྐབས་ལ་དེ་འདྲ་ཅིག་ང་རང་ཚོ་ད་ཅིག་འགྲོ་འོང་དཀའ་བཅུ་གི་ལྷ་སྡེ་མི་སྡེ་ག་ལ་གང་འཚམས་ཀྱིས་འདི་འདྲའི་བྱས་ནས་ཅིག་ཚང་འཛོམས་གནང་དེ་ནི་དབུ་ལ་མགར་ཆེན་རྡོར་ཆེན་ཆང་གི་དབུས་བལ་གྱི་བླ་མ་དགེ་བའི་བཤེས་གཉེན་རྣམ་པས་ཀྱིས་དེ་ནི་ཅིག་བཞུགས་དེའི་འོག་ལ་དེ་ནི་ང་རང་ཚོ་ཅིག་འབངས་མི་སེར་ཟེར་དགོས་ན་འདྲ་ལྷོ་འབངས་ཡོངས་རྫོགས་ཀྱིས་དེ་ནི། ད་རྒྱལ་བ་འབྲོང་དཔལ་གྱི་བླ་མ་མཆོད་དཔལ་གྱི་ཚོགས་ཀྱི་འཁོར་ལོ་དེ་འདྲས་ཅིག་བསྐོར་ཡག་གི་པའི་དུས་ཆེན་ཁྱད་པར་ཅན་ཅིག་བྱུང་སོང་འདུག་ཙང་ནས་དངོས་གནས་སོ་སོའི་ངོས་ནས་སྐལ་བ་བཟང་པོ་ཅིག་དང་གོ་སྐབས་བཟང་པོ་ཅིག་ཡིན་བསམ་པ་དེ་འདྲས་ཅིག་བྱུང་སོང་དེ་ཡིན་དུས་ཙང་ནས་དེ་ནས་དེ་རིང་གི་གོ་སྒྲིག་གནང་མཁན་རྣམ་པ་ལ་ཡང་དེ་ནས་ཐུགས་རྗེ་ཆེ་ཟེར་ནས་ཞུ་ཡག་དེ་འདྲས་ཅིག་ཡིན་ཐུགས་ཆེ།